ཟུར་གསལ་སི་ཏུ་ཙམ་པ་པོ་ཁོ་བུའི་ཟུར་གསལ་ཡིན་ནི་རེད་བུ་མོ་ཟུར་གསལ་ཡིན་ནི་རེད་དངོས་གནས་ཁོ་རེ་རྒྱག་པ་ཁྱེད་ཀྱིས་བྱས་པའི་རྩོ་ཡག་དེ་འགྲིགས་སུ་རེད་བསམ་བློ་ཁོ་ཡོང་གི་རུང་བ་ད་ཡིན་ནི་དེ་རིང་ཚིར་བ་གི་དེ་ནས་མར་ཞུ་བ་དེ་ཡིན་བྱ་ཞང་ཟུར་གསལ་ཚང་མ་འདུག་ས་མ་རེད་ཆགས་ཟུར་གསལ་ཁ་ཤས་སྙིང་རྗེ་རེད་འདུག་ཁོ་ཚོ་ད་དེ་ལས་སྐད་ཆའི་མགོ་དེ་དེ་ནས་མ་བཤད་གི་ཡིན་ད་ལམ་སང་ང་དེ་ནས་མ་འབངས་ཚ་ཡོ་ཤེས་ཤེས་དང་མ་བྱས་ཨ་ད་ཉིན་ཐུ་བ་ནས་ཚིར་བ་གའི་གཙོ་ཕི་ནག་ལོག་ལ་ཡ་ད་ང་ཚོའི། སྐུ་མགྲོན་ཡིན་ནའི་རེད་རོགས་པ་ཐུགས་མགྱོགས་ཀྱི་གནས་ཚུལ་ཡིན་ནའི་རེད་ཟུར་ཟའི་ཆེད་དུ་ཨ་ཅེ་དཀོན་མགྱོགས་ཡིན་ནའི་རེད་མང་པོ་དེ་ནས་མ་མཉམ་སྤྱོད་བྱེད་ཀྱི་ཡོད་ད་དེ་རིང་ངས་མཉམ་སྤྱོད་བྱེད་ཡ་དེ་ཡིན་བྱ་བྱ་ནི་གསུམ་བརྒྱད་བུད་མེད་དུས་ཆེན་འདི་དང་བསྟུན་བཅས་ང་རང་ཚོ་བུ་མོ་ལྷན་རྒྱས་ཡིན་སོ་སོའི་ད་དགའ་རོགས་བཙལ་དུས་ཡིན་ནའི་རེད་བཟའ་ཚང་བཙལ་དུས་ཡིན་ནའི་རེད་ཡིན་གཅིག་མིན་གཅིག་མིག་འདི་ཡག་ཡག་པོ་བྱེད་དང་བྱེད་བྱེད་ཨེ་ལས་སྔོན་ལ་ཡང་མི་ཕ་ནང་ངོ་ཁྱིམ་ཚང་འདོག་མི་འདོག་མི་བཟང་གོ་བ་ནས་རེད་དོ་ལུང་པོ་གོ་བ་རེད་དོ་དེ་ཚོ་བརྟག་དཔྱད་ཡིན་གཅིག་མིན་གཅིག་ཡག་པོ་བྱེད་རོགས་ཞུ་བ་ཡིན་ད་སྐད་ཆ་འདི་བཤད་དགོས་ཡ་རྒྱུ་མཚན་ག་རེ་ཟེར་ན་ད་ང་ཚེབ་ཅོང་ནས་ཧྲང་པང་བྱེད་རེད་པ་ནི། ངའི་རྩར་ལ་ཡར་མོ་རང་མིག་བགྲད་ཀྱི་སོ་ཉལ་འཛེམ་མེད་ཀྱི་སླད་སུ་ལོ་སུམ་ཅུ་སོ་གཉིས་རེད་བཞག་བཟའ་ཚང་མི་འདུག་ཏན་ཧྲན་བཞག་ང་ཚོ་མི་ཕོ་མོ་ས་དེ་མཉམ་གཏོང་འཛོམས་སོང་ན་ཡང་ཨ་འདྲས་ཅིག་བཟའ་ཚང་དགོ་ད་ཕ་བཤད་ཚུ་བཤད་བྱེད་ཀྱི་རེད་བ་དེ་ཡང་ཡང་ངས་ད་ནི་དེ་ནས་མ་བཤད་ཡ་དེ་མོ་རང་མིང་འབུལ་གི་མ་རེད་དེ་ཡིན་ནའི་ལས་མོ་རང་གི་ཆོག་མཆན་ཐོབ་མགྱོགས་ཡིན་ད་ད་ངས་འདྲས་སེ་དོག་ཡིན་ན་འདི་ད་མ་བཤད་ན་འགྲིག་གི་རེད་བས་ལབ་མ་ཨ་ཅག་ཤོད་ད་སྐུ་ཅིག་ང་དང་ང་འདྲ་བའི་ཕོ་མོ་མང་པོ་མགོ་སྐོར་ཐེད་དེ་ཡོད་རེད་ཟིག་དོང་ད་མོ་རང་ག་རེད་ཟེར་ན་མོ་རང་ཟུར་ཟའི་རེད། འོན་ཡང་ཡིན་ནའི་ལས་ཚུར་བ་མོ་རང་ལ་ཡང་སྙིང་གཅིག་གིས་མི་འདུག་མོ་རང་དངོས་གནས། ཟུར་ཟའི་དུག་ལྕག་དེ་འདྲས་མི་རྐང་བཙུགས་ནས་ཁྱིམ་ཚང་དཀྲུགས་ཤིང་དང། ག་རེ། ཁྱིམ་ཚང་གཏོར་ཤིང་དང་ག་ཕྱིན་འཁྱོག་དེ་འདྲས་རེད་རྩ་བ་ཉིད་ནས་བསམ་གི་མི་འདུག་ག། ངའི་བུ་མོ་ལྷན་རྒྱས་མིག་ཡག་ཡག་པོ་བྱས་དང། དངོས་ལ་ཡང་མི་ཕ་ནང་ལ་ཡང་ཁྱིམ་ཚང་འདོག་མི་འདོག་ལུང་པོ་གོ་བ་ནས་རེད་འདུག་ད་ང་ཚོ་ལྷས་ས་ཡང་འཛོམས་ཡོང་དུས་གསབ་ཕྱོགས་ག་ས་ག་ནས་ཡོད་རེད་ཁྱེད་རང་གིས། སོ་སོ་ལྷོག་ནས་ཡིན་བྱས། ཨ་ཅེ་ཞིག་གི་རྩེད་པོ་ཏུ་བབས་ནས་བཙལ་ཡ་ཡི་ནས་རེད་སོ་སོ་འོང་ཡ་ཆམ་གཏོར་ནས་ཡིན་བྱས་བྱས་བྱས་ཨ་ཅེ་འཕན་པོ་ཏུ་བ་བཙལ་ཡ་ཡི་ནས་རེད་ཁྱེད་རང་གིས་མི་ཕ་ནག་ངོ་གི་མི་བཟང་གི་དིང་ཤི་དང་ཕ་ནག་ངོ་མི་བཟང་ནང་ལོག་ཟ་ཟ་ཡོད་མེད་དང་དེ་ཚོ་ཧ་གོ་གོ་ཨ་མར་བ་བྱས་ཙང་དངོས་ལ་ཡག་ཡག་པོ་བྱས་ཨ་ལས་མི་ཡག་དང་བྱས་བྱས་ཡག་པོ་བྱས་རྩད་གཅོད་རྩད་གོ་ན་ཞེས་ཟེར་ཡ་གི་རྒྱུ་མཚན་དེ་ང་ཚོ་ཚང་མ་མིའི་ལུང་པར་ལས་དེ་བར་བ་འོ་དེ་ཟིག་གུ་ཡོད་ད་ད་མཛེས་མོ་མོ་རང་ཡིམ་ཆ་ཤ་བས་ན་དགའ་རོགས་ལོ་གཉིས་བྲིས་ཤ་འོང་ཡ་དགའ་རོགས་ལོ་གཉིས་བྲིས་བྱས་བྱས། ད་ཆང་ས་རྒྱ་ཡ་མོ་ར་སོ་སའི་སེམས་ན་ལོ་ཡ་ད་ང་ར་ཡིན་ན་ལས་ལོ་སུམ་ཅུ་སོ་གཉིས་ཟེར་གྱི་ལིས་གི་འདུག་ད་ང་གཉིས་ཀ་རོགས་ལོ་གཉིས་གྲིབ་རེད་ད་ང་གཉིས་ད་ཆང་ས་རྒྱ་པུ་གུ་ར་གཅིག་སྐྱེ་གནས་ལས་འདྲ་པོ་རེད་བསམ་གྱི་དེ་ཤ་བོ་ཡ་མོ་རང་པུ་གུ་ཁོ་ཅེས་བྱ་པུ་གུ་མདའ་བོ་གཉིས་ལིས་དུས་ཙམ་པ་ལ་ཡ་མིའི་ཨ་ཅེས་གོ་འདྲ་རྩེ་ག་ལིས་ཤ་ཁོ་ཚོ་ཨེ་སྙིང་གཅིག་མ་རེད་པས་ད་མོ་རང་གི་ན་འཁོར་སྐྱེས་ཅེས་བྱས་ཨེ་འདྲ་ཟེར་ལབ་གི་འདུག་ཨ་ཅག་ངས་སྔོན་ན་འཁོར་ཕ་ན་སྔོན་ལ་ཡ་བཟའ་ཚང་ཡོད་བྱས་ད་ཧ་འཁོར་གོ་མི་ཆོག་ང་ང་ར་གི་ང་ར་ཧང་སང་གི་ང་ག་འདྲས་བྱས་ཟུར་ཟེར་བྱས་པ་ར་ང་མིའི་ཟུར་ཟེར་བྱས་ངས་དེ་ཚོ་ཡ་ཚིག་པུ་ནམ་རྒྱུན་ནས་ཚིག་པུ་བཤད་ན་འཁོར་ཟ་གི་ཡོད། ང་ཟུར་ཟའི་ཆེ་འདོད་ཁོར་མེད་ང་འོ་དུ་ས་ཧ་མ་གོ་བྱེད་ཕ་ནང་ངོ་གི་ཁྱིམ་ཚང་གི་འདྲེ་ཡིན་མེད་དང་ཨ་ཅེ་ཡོད་མེད་དང་ངས་ཅི་ཧ་མ་གོ་བྱེད་ཕ་ནང་ངོར་སྤུ་གུ་ཞིག་ད་གཉིས་འདུག་ད་ང་ད་འདི་འདྲེས་མོ་རང་རང་ཆང་ས་རྒྱག་དགོས་བསམ་བྱེད་ང་དཔེར་ལོ་དེ་གི་ཡིན་དེ་ངས་ཆིང་ཁྲོན་བླངས་ཕའི་འདྲེ་ཞག་ལ་མགོ་སྐོར་ནང་ལོར་ཚུད་ཞག་ཟིག་འདུག་ང་བྱས་ཙང་ངས་ཟུར་ཟའི་ཁ་ཤལ་སྙིང་བྱེད་ཀི་ཟེར་ཡག་རྒྱུ་མཚན་བདག་རང་ཡིན་བུ་མོ་ལོ་ཐོ་ཙ་ཡག་གླིང་སྐྱོག་དེ་ཚོ་ཁོ་ཚོ་ཟ་ཟང་བཙལ་ཡག་ལ་ཡག་བྲེལ་བ་མ་བྱེད་བྱས་སྔོན་ལ་ཡང་མི་ཡག་པོ་བྱས་ཏང་བལྟས་བྱས་བྱས་བྱས་སོ་སོ་ཟུར་ཟའི་ཆེ་འདོད་མེད་ནས་ལས་མི་སོ་སོ་ཟུར་ཟའི་གཟུགས་རི་དྭགས་ཁོ་ན་ཚོ་འོ།